ད་ཁྱིམ་པར་མི་ནང་དུ་བྱས་ནས་ཅིག་དཔལ་འབྱོར་རེད། ཕམ་པས་ཀྱང་རི་སྤུ་གུར་དེ་འདྲའི་གི་ཐོག་ནས་ཧྲག་ཏག་ཏག་ཅིག་བྱས་རྗེས་ཧྲག་སྤུར་ཅིག་ཆགས་འགོར་པས། ཡང་དེ་འདྲའི་གི་ཐོག་ནས་ཕ་རོལ་པོའི་བློ་ལ་མ་ཕྱིན་པ་བྱས་རྗེས་གཞན་གྱི་ཕུན་ཚོགས་ལ་ཡང་མི་བསུས་པས་དེ་འདྲའི་གི་ཅིག་རང་མདོག་གི་མི་བསུས་པའི་བྱེད་ལས་ཅིག་གི་སེམས་ཆུང་ཞིག་སྐྱེས་རྗེས་ཕྲག་དོག་ས་སྐྱེས་རྗེས་ཨ་ནི་ཁྱེད་རང་ལ་ཞེ་བཤད་གཏང་གི་ཡོད་རེད་པས། སྐྱོན་གྱི་དངོས་སུ་སྨོས་ཅེས་ངག་ནས་འབའ་ཚིག་རྩུབ་པོ་ལབ་རྗེས་ཞེ་བཤད་གཏང་གི་ཡོད་རེད་པས། ཡང་ཁྱེད་རས་མ་བྱས་པ་གང་ག་བྱས་པ་རེད་བྱས་པ་གང་ག་བྱས་མ་ཟེར་དེ་འདྲའི་གི་ཐོག་ནས་སྒྲོ་སྐུར། ད་ཁྱེད་རས་ཀྱིས་ཁྱེད་ར་ཡོད་པའི་ཡོན་ཏན་དང་ཁྱེད་རས་བྱས་པའི་བྱས་གཞི་དེ་གང་ཁྱོད་ནས་བྱས་ཡོད་མ་བྱས་ན་མ་བསྐུར་ཡ། ཁྱེད་རས་མ་བྱས་པ་དང་ཁྱེད་ར་མེད་པ་གང་ཁྱེད་རས་རས་བྱས་བྱས་འདུག་བྱས་ན་ཡ། ཡང་འགྲོ་འདུག་ཡ། ད་དེ་འདྲའི་གི་འགྲོ་ཀུན་ལུགས་སོགས་པ་ག་འདྲའི་བྱས་དང་ག་འདྲའི་བྱས་ན་ཅི་རིགས་པ་ཅི་བྱས་ན་མི་རིགས་པ་ཅི་རིགས་པ་ད་ག་འདྲའི་བྱས་ནས་ལས། ད་ཁྱོད་ཁོ་རང་གི་ལས་མ་ད་རྒྱལ་ཁ་ཞིག་ལ་འབུལ་བར་ཤོག།

ལས་རིན་པོ་ཆེ་ནང་བཞིན་བཤད་ནས་དཔེ་ང་དག་པོ་ཞིབ་ཕྱི་དང་སྐྱབས་བཅོལ་ལས་རིན་པོ་ཆེ་ནང་བཞིན་བཤད་ནས་གཙང་མ་གཙང་རྐྱང་བཤད་ནས། དངོས་གནས་དཔེ་ང་རྣམ་པར་དག་པ་དཔེ་སྤུ་དག་པོ་ཞིབ་དེ་འདྲས་བཤད་ན་ང་ཚོར་དོད་ཐུག་གི་མེད་པ། ང་ཚོ་ནམ་རྒྱུན་ཆོས་ཚོགས་ཀྱི་སྤྱི་བཤད་ལ་ང་མ་དག་པ་མང་པོ་ཡོད། གནོད་པའི་སྐྱབས་ཤོག་སུ་འདྲེས་དང་མ་དེའི་ཤོག་སུ་འདྲེས་ཡང་གནོད་པའི་སྐྱབས་ཤོག་སུ་འདྲེས་མཆོག་ཏུ་གོ་མ་ཚོལ་བའི་དབང་གིས་ཚོས་ནས་ཡོད་རེད། ཚོས་ནས་དྲོད་ཚང་ལོག་ག་རེད་པས། ལས་ཀྱི་ལོག་ག་རེད་པས། ཟིན་བྲིས་ལོག་ག་རེད་པས་ཁོ་ང་བློ་ལ་སྤྲོ་གི་ཡོད་མ་རེད་པས།

ད་དེ་ཁ་ལ་ཅིག་ག་འདྲི་མོ་ཅིག་བཤད་ཀི་ལྟོས་ཨ་དེ་ཕི་ཀའི་བརྩེ་བ་མེད་པ་ཟེར་ནི་ཡང་མི་འདུག་དེ་ནས་སྣང་མེད་ཟེར་ནི་ཡང་མི་འདུག་རྒྱང་ལང་ཤོར་བ་ཟེར་ནའང་མི་འདུག་དེ་འདྲ་གི་ཐོག་ནས་ཅིག་ག་འབྱུང་མ་ཅིག་ལ་དེ་ང་ཚོ་འུ་ཚང་གི་སྟེགས་སུ་འདུག་གི་ཡོད། ག་འབྱུང་མ་ཅིག་བཤད་ཀི་ལྟོས་ཨ་དེ། ཅིག་འགྲོ་བ་སོང་སོང་ཕི་ཀའི་སྙིང་ཆུང་རེ་བཏུང་ནས་ནི་ཛབ་ཅིག་གུ་དེ་འདྲའི་ཡར་ལབ། ཡང་ཕི་ཀའི་རླུང་རེ་བསྟན་ཅིག་བྱས་ན་ཡང་རྩེད་མེད་ཡིན་འདུག་ད་ཅིག་གི་ལྟོས་ད་གང་ཕབ་འདུག་དེ་ནས་ཡང་མ་ལ་ཁོ་ར་ཡིན་པ་ཡིན་པ་མེད་པ་མེད་པ་ཞིག་བདེན་པ་བདེན་དུ་རེ་ཕབ་ལ་ནི་ད་ག་རེ་དུམ་དུམ་རེ་ཞིག་ཡོད་ད་ག་ན། ཁ་མང་པོ་དེ་ཡོད་མ་རེད་ང་ཚོ་འུ་ཚ་ང་ནང་ཞིག་ཁ་མང་པོ་དེ་ཡོད་མ་རེད། ད་འདི་ན་ང་རང་ཚུད་དུ་ང་རང་འུ་བ་རེད་འདི་ན་ཚུད་དུ་ཡོད། ཁ་མང་དེ་བྲལ་དུ་ཚུད་དུ་ཡོད་རེད་ད། དེ་ཟ་ཟོ་ཆུ་བོ་ད་དེ་འདྲས་ཀྱི་ཏོག་གི་ད་རེད་དེ་གཅིག་ད་སླེབས་རེད་ད་སོ་སོ་ལ་ཚུད། ད་དེ་འདྲས་གཅིག་ཤུགས་ཆེན་པོ་ཞིག་སླེབས་ཡོད་དུས་ད་ཧ་ལམ་གོམ་པ་ལ་གནས་མ་ཐུབ་ཡག་ད་དེ་འདྲས་ཀྱི་ཤུགས་ཆེན་པོ་ཞིག་སླེབས་ཡོད་དུས་མིང་རྗེས་ད་དཔེ་གཅིག་དངོས་གནས་དཔེ་བཟོས་མ་ཐུབ་པ་ཐུབ་ད་དེ་པོ་ད་རེད་སྐད་ཆ་གཙང་མ་བཟོ་མ་ཐུབ་ཡིན་ན་ཧ་ལམ་ཞུ་བ་ཚོགས་སྤྲུལ་དུ་ཏོ་བྱ་ཨེ་མ་རབ། ཞོ་རུ་ཏོ་བཙོན་དར་མ་རབ་ད་དེ་འདྲས་ཀྱི་མིང་ཅིག་འདུག་བྱ་འདྲེ་ད་དེ་འདྲས་ལས་ཡིན་འདུག་ཏོ་ད་ཕ་ཐག་ཚང་ཕྱེ་ནས་པས་ངས་བྱས་མེད་བྱས་ནས་དཔང་རྟགས་ཁྱེར་ནས་ད་རེ་ད་གྲངས་ཚེ་བས་ཚེ་གྲངས་བསྐྱལ་ནས་ཡིག་ཆས་ཁྱེར་ནས་དེ་འདྲས་བྱེད་ཁུ་རེ་ག་བྱེད་ཁུ་རེ་སི་ཀ། ད་ང་ཚོ་ཡིན་ན་དཀའ་ལས་དཀའ་པོ་ཞེའུ་ཅིག་ཆགས་སོང། ད་ང་ཚོ་དེ་འདྲས་རེ་ཅིག་བསྐྱལ་ཕྱིར་ནས་ང་ཚོ་འདི་པི་ཏི་ལས་ཁྱེར་ནས་དེ་འདྲས་བྱས་འདུག་ག་ཁྱེར་ནས་ཅི་བྱེད་འདི་སུ་ཨེ་འདི་མ་བཟོས་པ་ཅི་བྱེད་ཨེ་ནས་ཏོ་ཨ་འདྲ་མ་འདྲ། ང་ཅི་བྱེད་མེད་ད་ཅི་བྱེད་ཡིན་ད། ད་ཅང་མ་འདྲ་པའི་དྭངས་གཙང་སྐྱེས་འདི་དག་སོ་སོ་དཀར་སྟོན་གྱིས་བྱ། དཀར་པོ་བྱ་ཡག་རེད་བར་བྱེད་པ་ཞེ་དྲག་ཁེལ་ཡོང་པ་རེད། ད་དེ་དུག་དཀྲུག་གཏོང་ཤུགས་ཏེ། བྱས་ཙང་འོ་དེ་འགྲིག་གི་རེད་ད། དྭངས་ལ་གཞན་གྱི་ཕྲག་དོག་གི་གཤིས་ཀུན་ལ་སོ་མི་རིག་པའི་ཆེད། གྲོང་སྐོར་ཨང་གླིང་པ་དང་རྒྱལ་ཁའི་ཤིང་ལ་འབུར་བ་དེ་ད་དེ་སྐབས་དེ་སྐབས་འདུག་སྟེ་ཕང་བཙོས་པ་རྒྱབ་ཕྱིར་ངས་དེ་འདྲ་མེད་བྱས་ན་ཁྱོད་ནི་མ་ལབ་གསུངས་པ་རེད། ཕི་ནི་སུ་ཁྱི་རེ་འདྲས་བྱས་འདུག་ག་བསམ་ད་བྱེད་ཁྱོད་ཕང་ཤ་ནི་བྱིས་བསམ་པ་ཡིད་ཀྱི་གུ་ལུ་མེད་པའི་ནི་ལ་ཕི་ནི་སུ་དེ་ལས་འོད་འདོད་དོ་ད་དགོངས་དག་ཕྱི་ནི་ཕ་ལབ་ཤི་ད་ད་ང་རེ་ནང་བཤགས་དགོངས་དག། གལ་ཡོད་མ་རེད་དེ། ད་གལ་ཡོད་མ་རེད། ཁྱེད་རང་ཚོ་གངས་ཀྱི་རྒྱུས་ཡོད་རེད་ང་ཚོའི་འདི། གཅིག་དྲ་མ་འདྲ་མང་པོ་ཞིབ་ཞིབ་ལབ་རེད་དེ་བྱམས་ལྡིང་གིས་བལྟས་སོང། བྱམས་ལྡིང་གིས་དཔེ་ཆ་བྲིས་དགོས་དེ་བྲིས་སོ་སོས་དཔེ་ཆ་བལྟ་དགོས་དེ་བལྟས། ཚོགས་ཞུགས་གནང་དགོས་དེ་དེ་གའི་དགོན་པ་ཧྲ་ཏག་ཏག་ཕྱི་ནས་ཕབ་ན་ཚོགས་ག་ཐུག་ག་ཐུག་གི་གི་མི་འདུག་གོ། གསལ་བཤད་རྩེད་ཆས་ག་གེ་ཅི་བརྒྱབ་ཡོད་མ་རེད་པ་བྱམས་ལྡིང་གིས་ཕ་དོད་ཞུས་ཏག་ཏག་རེད།

ཁྱི་མོ་མི་ནག་གི་བྱེད་སྟངས་སུ་ཤི། ཁྱི་མོ་མི་ནག་ཨ་ཅེ་ཁ་མང་པོ་དེ་འདྲ་རུ་ཨ་ཧོ་དེ་འདྲའི་བྱེད་སྟངས་སུ་ཤི་ཐབས་སྡུག་ཤི་བ་ཤི། ད་དེ་འདྲའི་གི་དུས་དེ་གྱོང་ཁ་ཆ་ཚང་སུ་སུ་ལེན་ཤི་གསུངས་པར་ལྟ། གྱོང་ཁ་རང་གི་ལེན་པ་དང་ཤི། རྒྱལ་ཁ་གཞན་ལ་འབུལ་བར་ཤོག། ད་པ་དག་བཟང་རེ་བྱེད་ད་དེ་རིང་གི་སེ་སོར་བྱེད་ན་ང་ཚོ་ག་རེ། ཅིག་དཔང་རྟགས་བསྟན་ཡག་སོ་ད་ཁྱི་མོ་སྟུག་བྱེད་ང་མ་ཉེ་ཁ་ཡོད་བྱས་ཅོང་སི། ཨ་ནི་ང་དཀར་དོན་ཡོད་ཡག་གི་བྱེད་དུ་ང་དཀར་པོ་ཆགས་ཡག་གི་ཐབས་ཤེས་ལ་ཡ། ང་བ་དག་པ་བསྟན་ཡག་གི་ཐབས་ཤེས་ལ་ད་ང་ཉེ་ཁྲིམས་ལ་སྟུག་གི་ཡིན། ཨང་དེ་འདྲའི་གི་ཐོག་ནས་ཁྲིམས་ལ་གཏུགས་ནས་ད་དཔེ་དཔེ་འཇོག་གི་གྲོགས་སོང་བཏང་ནས་མི་ཚད་ན་རེད་པས་མི་རྒྱག་ཚད་ན་རེད་པས། ད་དཔང་རྟགས་རྒྱུ་མཚན་ཚན་དེ་འདྲའི་གི་ཐོག་ནས་བོད་རྒྱའི་བཀའ་འདོན་ཅི་བྱ་རེད་པ་ཤོད་རེད་པས་ད་དེ་འདྲ་ཁྱོད་ནས་མ་བྱེད་གསུངས་པ་རེད་ད། ཁྱོད་ནས་མ་བྱེད་ཤེས་ན་སུས་ཚོ་ཁས་ལེན་ཤོག་གསུངས་པ་རེད་ད། ཁོ་རང་ཁ་ཐུག་དོང་ཐུག་ཡར་ཕྱུང་སོང་ནས་གོང་ལྟར་ཐུག་དེ་ཕྱིན་ངའི་ནང་སོ་ཕྱིན། ཨ་ནེ་ཚོའི་བྱམས་ཚར་རེད། དཔེར་ན་ང་ཚོ་དཔེ་རིས་ཀྱི་ཆ་ཚོ་མེད་ན་ལེ་དཔེར་ན་ངའི་སོ་སོ་ཀྱི་ཆ་ཚོ་མེད་ན་ལེ། དེ་ལུང་མདོ་བོ་སུ་ད་བསྟན་ཆོས་མེད་སུ་ད་རིག་གསལ་སུ་ད་ད་ནེ་སྐུ་ཡང་ལྡན་སུ་ད་ཁོ་ཚོའི་གྲས་ཀྱི་སྟོད་ཀྱི་གངས་དཀར་ཨོ་ས་ཡང་བེ། ངས་ཉེ་དག་རེ་བཏང་བེ་ན་ལེ་བེ་ནེ་ཚོའི་གོང་དག་སུ་ལ་ད་གཉིས་པོ་གསུམ་པོ་རེག་མ་རེད། ད་དོན་དོན་ཙིག་པུ་རུ་བསྟན་བྱས་བཞི་བོ་གཅིག་ཏུ་ཨ་ནེ་གཉིས་པོ་རེག་རེད་གཉིས་པས་མ་ཚད་གསུམ་པ་རེག་རེད། གསུམ་པས་མ་ཚད་བཞི་བ་ལྔ་བས་རེག་རེད། ཀོང་ཏག་ཀོང་ཏག་ང་རེ་ནང་སེ་སེ་ཡིན་ནེ་དེ་བྱེད་ཀྱི་མེད་བྱེད་ནེ་མ་གོ་གི་ཆུང་ཆུང་རེ་བྱེད་ད་གཉིས་པོ་གསུམ་པོ་ཁྱོད་ནི་ཞུགས་མ་རེད།